ཨོ་ཚང་མ་ལ་བཀྲ་ཤིས་བདེ་ལེགས། ང་ཆོས་གྲྭར་ཞུས་ཀྱི་ཡོད། ཨ་ནི་དེ་རིང་སློབ་ཚན་དགུ་བ་ནང་ལོ་ལ་ཨ་ནི་ཡི་གེ་རྐྱང་པ་དང་བརྩེགས་པ་སྐོར་ལ་མ་ཞུས་ཡ་ཡིན། ཨ་ནི་ད་འདི་ལ་ཡི་གེ་རྐྱང་པ་ལ་དུས་ནི་ཧོ། ཡི་གེ་གཅིག་གང་ལ་ད་ཡི་གེ་གསལ་བྱེད་གཅིག་གང་ལ་ཨ་ནི། བཙགས་བཞག་རྒྱོགས་མ་ཡིན་པར། དབྱངས་བཞི་དང་ཡ་ད་ར་ད་ལ་ད་ར་མགོ་ལ་མགོ་ས་མགོ། ཨཱ་ནི་བ་སུར། དེ་འབྲེལ་གྱི་ཨཱ་ནི་མ་རྩ་སྒྱུར་གྱི་ཡི་གེ་གཅིག་ལ་ཨཱ་ནི་ཞུ་ཡོད་རོ། ཨཱ་ནི་ཡིན་ན་ཡང་དེ་ཡིག་རྐྱང་པ་དེ་ལ་ཨཱ་ནི་སྔོན་འཇུག་རྗེས་འཇུག་ཡང་འཇུག་དེ་འདྲས་ཡོད་རོ། ཡིན་ནས་ཡི་གེ་མ་རྩ་སྒྱུར་དེ་འདྲས་ལ་གྱི་ཡིག་རྐྱང་པ་ལ་ནི་ཞུ་གི་ཡོད། ཨཱ་ནི་བརྩེགས་པ་ལ་ན་ད་དེ་ཚོ་དབྱངས་བཞི་དང་ཨཱ་ནི་བརྩེགས་མདོག་ད་དེ་ཚོ་མ་བརྩེགས་བཞག་ཡོད་ཆོས་རོ། འོ་དེ་འོ། ཨོ་དེ་ལ་བརྩེགས་པ་ལས་རོ། ད་དེ་ནས་ངས་འདི་རྣམས་ལ་ཚིག་མཛོད་ནས་ཡི་གེ་ཀ་གཅིག་པུ་གཅིག་ལ་དཔེ་མཚོན་བཞག་ནས་དེ་ལ་མ་ཞུས་རོ། གཞན་པ་ཀ་ནས་ཨ་བྷོ་དུ་ཚང་མ་ལྟར་འགྲོ་སྟངས་འདྲ་བོ་འདྲ་བོ་རེད། དེ་རིང་འདི་ཞུ་ཡས་དེ་དཔེ་མཚོན་བཞག་ས་དེ་ཡི་གེ་ཀ་གཅིག་པུ་གཅིག་ལ་བཞག་ཡོད། ཨ་ནི་ད་དེ་ནས་མ་དཔེ་ཞུ་བ་ཡིན་ན། ཡི་གེ་རྐྱང་པ་འགྲོ་བྱ་བྱ་བ་ཡིན་ན། ངས་དེ་བལྟ་རྒྱ་ཡོད་ར། ཀ་ཀ་རྐྱང་སེལ་རྗེས་བཀག་དེ་གཅིག་བྱས་ཨ་ནི་ཀ་ཁ་བཀག། དེ་ནལ་བརྩེགས་པ་མི་འདུག་ཨ་ཀ་ང་ཀང་ཀ་ན་ཀན་ཀ་པ་ཀབ་ཀར་ར་ཀར་ད་དེ་ཚོ་ཡི་གེ་རྐང་གཅིག་རེད་ར་ཡི་གེ་རྐྱང་པ་རེད། ཨ་དེ་ནས་ཡི་གེ་ད་ཉིས་བརྩེགས་འདུག་ཆགས་ཀྱི་འདུག་དེ་ཚོ། འོ་འདི་ནི་མང་ཡི་གེ་ཉིས་བརྩེགས་འདུག་ཆགས་ཀྱི་འདུག་ཀ་ཁྱི་གུ་ཀྱི་ཀ་ཁྱི་ཀྱི་ན་ཀིན་ཀ་ཞིམ་ཅུ་ཀུ། ཁ་ལ་ན་ཀ་ཁྱི་གུ་ལ་དུས་ནི་ཀ་གང་ལ་གཅིག་བརྩེགས་འདུག་ཁྱི་གུ་བརྩེགས་འདུག་ཨ་ནི་ཀ་ཞིམ་ཅུ་ཀུ་ལ་ན་བ་ལ་ཞམ་ཅུ་ཞིག་འདུག་ཨ་འདི་འདྲ་ཞིག་འདི་ནི་མ་འགྲོ་སྟངས་ཚང་མ་འདྲ་བོ་འགྲོ་རོ། ཀ་ཀྲེང་པུ་ཀེ་ཀ་ཀྲེང་པུ་ཀེ་ཀ་ཀེ་ཀ་ཀྲེང་པུ་ཀེང་ང་ཀེང་ཀེམ།

སྐྱོང། བསྐྱུར། སྐྱེ། སྐྱོ། སྐྱོག། སྐྱོང། དེ་ཚོ་སུམ་བརྩེགས་རེད་དོ། ཡང་འདི་རྣམས་ལ་ཡང་གཉིས་བརྩེགས་དཀོན་ལིགས་དོ། ཀ། ཀ་ཅིག་བྱས་བ་ལ་ར་བཏགས་དོ། སྐྲངས། བྱས། བཀྲེས། བཀྲབས། དེ་ནས་ཡང་བ་ལ་སུམ་བརྩེགས་ལིགས་དོ།

ཨ་ནི་ལས། དེ་ནས་སུམ་བརྩེགས་ཀ་ལ་དར་ལ་ཞིམ་ཆུ་བླུག། རླུང། ལུབ་ལུབ། ལོ། ལོག། ལོག། ལོང། ལོད། ཁ་ལ་ན་ཀ་གཅིག་བྱས་བ་ལ་ལ། ལ་དག་བྱས་དགང་ལ་དབྱངས་དོ་ཨ། ད་དེ་ནས་ཡང་འདི་གྱི་གི་རྐྱང་པར་རོ་ཨ། ཀ་གང་ལ་གན་ཀུ་ཅི་བརྩེགས་མེད་དོ་ཨ། ཀ་ཀ་རྐྱང་རེད་དོ་ཨ། ཀག། ཀན། ཀ། དཀར་བྱས། དེ་གཅིག་བརྩེགས། དེ་ཁ་ལོག་རྐྱང་པ་བྱས། དེ་ནས་དེ་བ་ལ། གཉིས་བརྩེགས་རེ་དོ། ཀ། ད་ཧུ་ཀ་ཞིམ་ཆུ་སྐུ་དོ། བ་ལ་དབྱངས་གཅིག་བྱས། དེ་ནས་ཤིག་བསྐྱོན། བསྐོར། བསྐྱོད། བསྐྱར། ཨཱ་ནི། དེ་ནས་མ་ཕྱིན་བ་ཡིན་ན། ད་ཚང་མ་འགྲོ་སྟངས་འདྲ་བོ་འགྲོ་རེད།

ཨ་འདི་ནི་མ་ཕྱིང་བ་ཡིན་ན་ཚང་མ་འདྲ་བོ་འགྲོ་རེད་ར། ཨ། སུམ་བརྩེགས་བྱས་ཨ་འདི་ནི་བཞི་བརྩེགས། ད་འདི་ནི་བཞི་བརྩེགས་ལིག་འདོ། ད་ང་འདི་བརྩེགས་པ་བཞི་བརྩེགས་ལ་ནི་ཞུས་ཡོད་ར་ག་ཡིན་ཟེར་ན་འདི་ལ་རང་མགོ་ཅིག་འདོ། དེ་བ་ལ་ཨ། གསལ་བྱེད་ཀ་ཅིག་འདོ། ཨ་ནི་ཡ་ད་བྱས་ཨ་ནི་སྒང་ལ་འགྲེང་པོ་ཅིག་འདོ་དབྱངས། བཞི་བྱ་གི་འདོ་བརྩེགས་པ་བཞི་འདྲ་བོ་བྱ་གི་འདོ། བརྩེགས་པ་བཞི་ཅན་དུ་བྱ་གི་འདུག་ད་བུའི་ནང་ལ་འདི་ལས་ལྷག་ཡོད་མ་རེད་རོ་བརྩེགས་པ་བཞི་ལས་ལྷག་ཡོད་མ་རེད་ཡི་གེ་བཙག་ཞབས་ཡོད་བཞི་ལས་ལྷག་ཡོད་མ་རེད། བཞི་ལས་མ་ང་ཡོད་ན་ཨ་ནི་འདི་སྔགས་དྲུག་བྱ་གི་རོ། འདི་བུའི་ནང་ལ་ཨ་ནི་བཞི་ལས་ལྷག་ཡོད་མ་རེད་ཟེར་ལན་ཞུ་ཡ་ཡིན། སྐྱེ་མཆེད་ཨ་ནི་སྐྱོང་ར་ཀ་ད་ཀ་ཡེ་ད་སྐྱེ་ནོར་སྐྱོང་ང་སྐྱོང་ར་ཀ་ད་ཀ་ཡེ་ད་སྐྱེ་ནོར་སྐྱོང་ང་ས་སྐྱོང་ར་ཀ་ད་ཀ་ཡེ་ད་སྐྱེ་ནོར་སྐྱོར་ལ་སྐྱོལ་རེད་དོ། དེ་ཚོ་བཞི་བརྩེགས་བྱ་གི་འདུག་དེ་ངས་བཞི་ལ་ལྟ་རྒྱ་བྱེད་ཀྱི་རོ། དེ་ནས་གཉིས་བརྩེགས་ལེགས་གི་འདུག་དེར་གསུམ་བརྩེགས་བྱེད་དེ་ལ་གཉིས་བརྩེགས་བྱེད། དེ་ནས་སུམ་བརྩེགས་བྱས། ཨ་ནི། དེ་ནས་བཞི་བརྩེགས་ཀྱང་དེའི་ཡང་བརྒྱ་གཅིག་ལ་ཡིག་དོ། ས་ཀ་ཏ་ཀ་ཡ་ཏི་ཀེའུ་ཀི། བཞི་དོ་དེ་ལ་ཡི་གི། དབྱངས་དེའི་ཡི་གེ་བཞིར་རོ། ཨ་ནི། ཀིག། ཀིག། ཀིང་དེ་ཚང་མ་བཞི་བརྩེགས་རེ་བཞིར་རོ། དེའི་གང་ས། ཀ་གང་ལ། བརྩེགས་པ་བཞི་དོ། ཨ་འདི་ནས་མ་འཆིང་བ་ཡིན་ན། ཐ་མ་དེ་ལ་ཡང་གཅིག་པ་རེད་ཤག་གི་འགྲོ་སྟངས་གཅིག་པ་ཞིག་ཀྱང་རེད། དེ་ཡི་ཞེ་སའི་རེད་དོ། ས་ཀ་ད་ཀའི་ད་ཀྱི་ན་རོ་སྐྱོབ་ཕ་ས་སྐྱོབ། ས་མགོ་བྱས་ཀྱི་མ་ལ་སེལ་བྱེད་དཀའ་བ་ལ་ཡ་ད་གང་ལ་གཡང་ན་རོ། ཞེ་སའི་ཆ་གི་ད་སྐྱོབ་སྐྱོམ་སྐྱོམ་སྐྱོར་སྐྱོལ་བསྐྱོད། བྱེད་རོ། དེ་ནས་སུམ་བརྩེགས་ལེགས་དོ། ཡང་དེ་ནས་བཞི་བརྩེགས་གཅིག་ལེགས་དོ། སྒྲིབ་ལ་ནི། དེ་ལ་བཞི་བཞི་བརྩེགས་དོ། ཨ། འདི་ནས་གཉིས་བརྩེགས་ཕྱེད་དེ་ལ་གསུམ་བརྩེགས་ཕྱེད་དེ་ལ་གཉིས་བརྩེགས་ཕྱེད་དེ་ལ་ངས་ཚང་མ་རྟགས་བརྒྱ་བཤད་ཡོད་རོ་གསུམ་བརྩེགས་ཕྱེད་ཨ། དེ་ནས་འདི་ལ་བཞི་བརྩེགས་ཕྱེད་འདི་ནས་འདི་བར་དུ་ཚང་མ་བཞི་བརྩེགས་རེད་དོ། དེ་ནས་གསུམ་བརྩེགས་ཕྱེད། དེ་ནས་བཞི་བརྩེགས་ཕྱེད། འདི་ནི་མ་ཁ་ལིག་རེད་དོ་ཨ། དེ་རིང་ཀ་ཅིག་འདི་ངའི་དཔེ་མཚོན་བཞག་བཞག་ས་དེ། ཨ་ནི་ཀ་གཅིག་པོ་ཅིག་ལ་བཞག་ཡོད་ར་དཔེ་མཚོན། ཡི་གེ་རྐྱང་པ་ག་འདྲ་ཡིན་མེད་དང། ཨ་ནི། གཉིས་བརྩེགས་གསུམ་བརྩེགས་བཞི་བརྩེགས་ག་འདྲ་ཡིན་མེད་འོ་དེ་སྐོར་ལ་ཞུས་ཡོད། ཨ་ནི་ཁ་ནས་མ་འགྲོ་སྟངས་དེ་ལྟ་ཚང་མ་གཅིག་པོ་གཅིག་རྐྱང་ར་ནི་ཡི་གེ་རྐྱང་པ་ལི་གི་འདོག་དེ་ནི་མ། ཁ། ཁག། ཁང། ཁྱེད། ཁྱེན། ད་དེ་ནི་མ་ཚང་མ་འགྲོ་སྟངས་གཅིག་པོ་གཅིག་རྐྱང་ར་ཀ་ན་ཤི། ངས་དེ་རིང་ཀ་གཅིག་པོ་ཅིག་ལ་དཔེ་མཚོན་བཞག་ཡོད་ལ་ནི་ཞུས་ཡང་ཡིན། ཁ་སང་འདི་སྙེད་ལ་སུམ་བརྩེགས་གཅིག་པུ་ཀྱི་སྐོར་ལ་ཤོད་ཡོད་རོགས་སློབ་ཚན་འདི་སྙེད་དེ། ད་ལྟ་དེ་ལ་ད་ཡི་གེ་རྐྱང་པ་དང་བརྩེགས་པ་ཚང་མ་ཅིག་ཆ་ཚང་ཅིག་མ་ཞུས་ཡོད། དེ་རིང་སློབ་ཚན་ད་ག་རང་ཡིན་ཨ་ནི་ཚང་མ་ལོ་གཉིས་འདུག་ཟེར་བ་དུ་བྱས་ན་འདི་ནང་ལ་བྲེལ་བ་འགྲོ་ཡོད་ན་ཨ་ནི་བསྐུར་གནང་ན་འགྲིག་གི་རེད། ཨ་ཚང་མ་ལོ་དུ་བྱས་ན་ཇེ་མང་སློབ་ཚན་བཅུ་བ་ལས་བྱེད་ཡོངས་ལ་ཡང་ཤོད་ཡ་ཡིན་བཀྲ་ཤིས་བདེ་ལེགས་ཚང་མ་ལོ།